ལོ་བརྒྱའི་སུམ་ཅུ་སོ་གཉིས་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོས་རྡོའི་གསོལ་སྟོན་གྱིས་སྐྱབས་མགོན་ཡེ་ཤུ་ལ་ནམ་ཚིག་ལེན་བའི་ལོ་རྒྱུས་དེ་ལྟ་གི་ཡིན། ཁྲུས་གསོལ་ལེན་པ་དང་དམ་པའི་ཐུགས་ནི་གྱིས་ཡེ་ཤུ་འགྲོ་སྟངས་ནང་དུ་ཁྲིད་འགྲོ་བ་རེད། ཁོང་འགྲོ་སྟངས་ནང་དུ་ནི་མཚན་བཞི་གཅིག་རེང་ལ་སྨྱུང་གནས་བསྡད་ནས་གྲལ་འགོག་ཤིན་ཏུ་གཏོར་བཞིན་ཡོད་པའི་སྐབས་སུ་རྡོའི་གསོལ་སྟོན་ཁོ་ཙར་ཡོང་ནས་ཁོང་ལ་ནམ་ཚིག་ལེན་པ་རེད། བདུད་གསོད་རྟེན་གྱི་བརྗོད་པ། གལ་སྲིད་ཁྱེད་རང་དཀོན་མཆོག་གི་སྲས་ཡོད་པ་ཡིན་ན། བདུད་དེ་ཚོ་ལ་བཀའ་གནང་ནས་བག་ལེབ་ལ་སྦྱོར་ཞེས་ཞུ་བ་རེད། ཡེ་ཤུ་ཡི་ལན་དུ། དེ་ལྟར་བྲིས་ཡོད། མིག་ནས་བག་ལེབ་སྐྱེས་བུ་ཡིས་མ་ཡིན་པ་དཀོན་མཆོག་གི་བཀའ་དང་གནམ་དུ་ཚུགས་དགོས་ཞེས་ཟེར་བ་རེད། དེ་ནས་བདུད་གསོལ་སྟོན་གྱིས་ཡེ་ཤུ་ཡེ་རུ་ཤ་ལམ་གྱི་ནང་དུ་མཆོད་ཁང་མཐུག་ཤོས་ཤིག་གི་སྒང་དུ་ཁྲིད་ནས། གལ་སྲིད་ཁྱེད་དཀོན་མཆོག་གི་སྲས་ཡིན་ན་དེ་ནས་མ་ཕྱུང། དེ་ལྟར་དྲིས་ཡས་ཡ་ཧོ་ཝཱ་དཀོན་མཆོག་གིས་སོ་སོའི་ཕོ་ནག་ལ་བཀའ་གནང་བ་དང་ཁོ་ཚོ་ཡི་ཆེད་ལ་ལྟ་རྟོག་ཡག་པོ་བྱས་ནས་ཁོ་ཚོ་ཕྱག་གི་ཆེད་ཡ་བཅའ་གི་རེད། དེ་ནས་ཁྱེད་རྡོ་ཡི་སྒང་དུ་མ་རེག་གི་མ་རེད་ཞེས་ཟེར་བ་རེད། ཡེ་ཤུ་ཡིས་ལན་དུ། ཡ་ཧོ་ཝཱ་དཀོན་མཆོག་ལགས་སུ་ནམ་ཚེ་མ་ལན་གསོལ་བ་དེའམ་དམ་པའི་གསུང་རོལ་ནང་དུ་བྲིས་ཡོད། མཐའ་མ་དེ་ལ་སྡོད་གསོལ་སྟོན་གྱིས་ཡེ་ཤུ་རི་བོ་མཐོན་པོ་ཞིག་གི་སྒང་ལ་ཁྲིད་ནས་འཛམ་གླིང་ཡོངས་ཀྱི་རྒྱལ་སྲས་དང་དེའི་གཟི་བརྗིད་དེ་ཁོང་ལ་བསྟན་པ་རེད། གལ་སྲིད་ཁྱེད་ཀྱིས་ང་ལ་ཕྱག་འཚལ་ནས་བལྟས་པ་ཕུད་པ་ཡིན་ན། ངས་རྒྱལ་སྲས་ཚོགས་མ་ཁྱེད་ལ་སྤྲད་ཆོག་ཞེས་ཟེར་བ་རེད། ཡེ་ཤུ་ཡིས་གསུངས་པ། དེའི་གསོལ་སྟོན་ཆེད་ང་ནི་ཕ་འཇུག། ཡ་ཧོ་ཝཱ་དཀོན་མཆོག་སྐྱེས་བུ་ལ་བསྟོད་པ་ཕུལ་དགོས་པ་དང་ཁོང་སྐྱེས་བུ་ལ་ཞབས་འཇུག་ཞུ་དགོས་པ་དེ་ནི་དམ་པའི་གསུང་རོལ་ནང་དུ་བྲིས་ཡོད་ཞེས་གསུངས་སོ། དེ་ནས་དེའི་གསོལ་སྟོན་དེས་ཡེ་ཤུ་དང་ཁ་བྲལ་ནས་འགྲོ་བ་དང་ཕུ་ནག་ནག་ཡོང་ནས་ཁོང་ལ་ལྟ་རྟོག་ཞུ་བ་རེད།